རྣམ་པ་ལན་བརྒྱའི་སྐུ་ཁམས་སམ། འཇིག་རྟེན་མིག་འབྱེད་སྒྲ་སྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་བསྡུས་བྱེད་མི་བྱེད་འདྲི་གསན་གཟིགས་གནང་མཁན་ཡོངས་ལ་དགའ་བསུ་ཞུ་བ་དང་འབྲེལ། དེ་རིང་གི་བྱེད་སྒྲིག་རིམ་པ་ཨུ་ཚུགས་ཞུ་ཡ་ཡིན། དེ་རིང་འདི་ལ་བྱེད་སྒྲ་ཉིས་བརྩེགས་ཀྱི་སྐོར་ལ་མ་ཞུ་གི་ཡིན། ད་ཁ་ཚང་ལེ་ཚན་སྔ་མའི་ནང་ལ། བྱ་བྱེད་ལས་གསུམ་གྱི་ནང་གི་བྱེད་པ་པོ་དང་བྱེད་པ་དེ་ནང་ཚན་གྱི་དབྱེ་བ་དང་བྱེད་པ་ཞིབ་ཆ་དང་བཅས་པ་ཞུས་གྲུབ་ནས་ད་དེ་ལས་འཕྲོས་ནས། གར་ཞུ་ཡ་ཡིན་ཟེར་ན་བྱེ་བྲག་ཉིས་བརྩེགས་དེའི་སྐོར་ལ་ཞུ་ཡ་ཡིན། ད་བྱེ་བྲག་ཉིས་བརྩེགས་དེའི་ད་ལྟ་འཕྲོས་བས་ཀྱི་འཕྲོས་གཞི་ཟེར་ན་འདྲ། འོ་མ་ཅུང་ཟད་ཀྱི་འབྱུང་གཞི་དེའང་གོང་དུ་ཞུས་པའི་བྱེད་པ་པོ་དང་བྱེད་པ་དེ་ལས་འཕྲོས་ནས་བྱེད་སྒྲ་ཉིས་བརྩེགས་དེ་ཡང་སླེབས་བསྡད་ཀྱི་ཡོད་རེད་དེའི་སྐབས་སུ་བྱེད་སྒྲ་ཉིས་བརྩེགས་ཀྱི་སྐོར་གྱི་གནད་དོན་དེ་གླེང་བསྡད་ཡོད་དེ་འབའ་སོང་ཙང་ད་ལྟ་འབྲེལ་ཆགས་པ་བྱས་ནས་འབྲེལ་བ་ཡོད་ཚད་ཀྱི་སྐབས་ཐོག་སྐབས་སུ་བབ་པ་ནང་བཞིན་བྱས་ནས་མ་ཞུ་ཡ་ཡིན། ད་བྱེད་སྒྲ་ཉིས་བརྩེགས་ཟེར་དུས་ད་དང་པོ་དེ་ལ་བྱེད་སྒྲ་ཉིས་བརྩེགས། འདོད་མཁན་གྱི་དང་བྱེ་བྲག་མི་ཉིས་བརྩེགས་མི་འདོད་མཁན་བྱེ་བྲག་ཉིས་བརྩེགས་ལ་དགག་པ་རྒྱག་མཁན་རྣམ་པ་གཉིས། ད་དེའང་འཕྲོས་ས་དེ་ཁ་ཚང་གོང་དུ་སི་ཏུ་པན་ཆེན་མུ་ཏི་ཕྲན་ཚེགས་ནང་ལ། དག་གི་རིག་སྔགས་ཀྱི་ལྷ་སྒྲུབ་ཟེར་ནས་ད་དེ། བྱེ་བྲག་དེ་མ་འོག་ནས་ཤོད་རྗེས་དག་གི་རིག་སྔགས་ཀྱི་ལྷ་སྒྲུབ་ཟེར་ནས་ནི་དག་ལ་ཡང་བྱེ་བྲག་སྦྱར་རིག་སྔགས་ལ་ཡང་བྱེ་བྲག་སྦྱར་དེ་འདུལ་བྱེད་པ་པོ་གཙོ་བོ་དང་བྱེད་པ་པོ་ཕལ་པ་ཡང་ན་བྱེད་པ་པོ་དང་བྱེད་པ་ཙམ་ཟེར་ནས་གཉིས་ཀ་ལ་ཡང་བྱེ་བྲག་སྦྱར་བཞག་ཡོད་དུས་རྩ་ནས་འདི་ལ་གར་ཞུ་བར་ཟེར་ན་བྱེ་བྲག་ཉིས་བརྩེགས་ཟེར། ད་དེ་ལྟ་བུའི་གྱི་བྱེ་བྲག་ཉིས་བརྩེགས་སྦྱར་བ་དེ་ལ་ཀཱ་ལའི་དྲུང་ཡིག་གི། མཐའ་དཔྱོད་དྭངས་ཤེལ་མེ་ལོང་ནང་ལ་ད་གཙོ་བོ་བྱས་ནས་དེ་ཡི་གི། རྩོད་ལན་དང་དགག་ལན་དང་བཅས་པ་མང་པོ་ཅིག་གི་ནང་ལ་བྱེ་བྲག་ཉིས་བརྩེགས་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་སི་ཏུ་པཎ་ཆེན་གྱི་བྱེད་པ་པོ་དང་བྱེད་པ་གཉིས་ཀ་ལ་ཡང་བྱེ་བྲག་སྦྱར་བྱ་ཡ་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་ནས་ད་ཁོང་གིས་ནན་པོ་བྱས་ནས་ཧ་ཅང་གི། གནད་ག་པོ་ཆེ་ལ་ནན་ཏན་བྱས་ནས་ཞིབ་ཅིང་ཕྲ་བ་བྱས་ནས་འགྲུབ་བྱེད་ཀྱི་ད་ལུང་དང་རིགས་པ་མང་པོ་ཅིག་གི་ཐོག་ནས་ཨ་ད་འདི་འགྲིག་གི་མི་འདུག་ཟེར་ནས་ད་འདི་ཐ་སྙད་བྱེ་བྲག་ཉིས་བརྩེགས་ཟེར་ཡག་གི་ཐ་སྙད་དེའང་དཀའ་ལེབ་དྲུང་ཡིག་གིས་མ་བཏགས་བཞག་རྒྱུ་ཅི་ཨོ་དེ་འདྲའི་ཆགས་སྡིག་གི་ཡོད་རེད་ཨ་འདི་ར་མ་གཏོགས་ཡང་སུད་དུ་པན་ཆེན་ཁོང་རའི་མུ་ཏི་ཕྲེང་རྩེག་ནང་ལ་བྱེ་བྲག་ཉིས་བརྩེགས་ཟེར་བའི་གི་ཐ་སྙད་དེ་ཡང་ཡོད་མ་རེད་ལ་ཨ་བྱེ་བྲག་ཉིས་བརྩེགས་ངེས་པར་དུ་གོ་གི་རེད་ཟེར་ཡག་དེ་ཡང་ཡོད་མ་རེད་བྱེད་པ་པོ་དང་བྱེད་པ་གཉིས་ཀ་ལ་ཡང་བྱེ་བྲག་ཉིས་བརྩེགས་བྲི་དགོས་རེད་ཟེར་དེ་འདྲའི་གསལ་པོ་བྱས་ནས་གསུངས་ཡོད་མ་ཡིན་ན་ཡང་ཁོང་རའི་ལག་ལེན་ཐོག་ལ་དག་གི་རིག་སྔགས་ཀྱིས་ལྷ་བསྒྲུབས་ཟིན་དུས་དག་ལ་ཡང་བྱེ་བྲག་སྦྱར། རིག་སྔགས་ལ་ཡང་བྱེ་བྲག་སྦྱར་ཡོང་དུས་དེ་ཡང་གཉིས་ཀ་ལ་བྱེ་བྲག་སྦྱར་བྱ་ཡོད། ཨོ་དེ་ཡིན་པ་སོང་ཙང་ཡང་ཐ་སྙད་དེ་བྱེ་བྲག་ཉིས་བརྩེགས་སའི་ཐ་སྙད་དེ་ག་ནས་བྱུང་རེད་ཟེར་ན་དཀར་ལེབ་དྲུང་ཡིག་གིས་མ་བཏགས་བྱ་རྒྱུ་ཅིག་ཆགས་བསྡད་ཡོད་རེད། ཨོ་ད་དེ་ཡང་ངེས་པར་དུ་མཁྱེན་དགོས་རེད། ད་དཀར་ལེབ་དྲུང་ཡིག་གིས། དག་གི་རིག་སྔགས་ཀྱིས་ལྷ་བསྒྲུབས་ཟེར་བའི་སི་ཏུ་པཎ་ཆེན་གྱི་དཔེར་བརྗོད་དེ་བཞག་ནས་དེ་དང་མཉམ་དུ་ལ། སི་ཏུ་པཎ་ཆེན་གྱི་བྱེ་བྲང་དང་བཅས་པ་ཁོང་རྣམ་པ་ཀྱིས་ཤིང་མཁན་གྱི་སྟ་རེའི་ཤིང་བཅད་ཟེར་ནས་ཤིང་མཁན་ལ་ཡང་བྱེ་བྲག་སྦྱར་སྟ་རེ་ལ་ཡང་བྱེ་བྲག་སྦྱར་འོ་དེ་དཔེར་བརྗོད་དེ་མ་བཀོད་ནས་སྟ་དེ་འགྲིག་གི་མི་འདུག་ཟེར་ནས་བཞག་ནས་ད་ཁོང་གིས་དེ་ནི་མ་ཁོ་རང་གི་རང་ལུགས་དེ་མ་བཞག་བཞག་བ་དེ་མ་བྲིས་བཞག་ཡོད་དང་པོ་ཁོང་གི་རང་ལུགས་དེ་མ་བརྗོད་པའི་ཐོག་ནས་སྟ་དེ་ཁྱེད་རྣམ་པ་ལ་གསལ་བཤད་འགྲེལ་བཤད་ཞུས་བཞག་བ་ཡིན་ན་སྔ་གོལ་འདི་གི་ག་འདྲ་ཡིན་མིན་དང་ཁོ་རང་གི་འདོད་པ་ག་འདྲ་ཡིན་མིན་དེ་གསལ་པོ་མཁྱེན་འགྲོ་བ་ཆགས་འགྲོ་གི་རེད། ད་དང་པོ་དེ་ལ་ཁོང་གིས་འདོད་པ་དེ་མ་ཞུ་ཡིན་ད། ད་ནི་བླུན་པོ་དག་རང་གི་འཐད་པ་ལྟར་ན་ཟེར། ད་གོང་དུ་སི་ཏུ་པན་ཆེན་གྱི་བྱེད་སྒྲ་ཉི་ཚེ་གལ་ཏེ་འགྲིག་གི་མི་འདུག་ཟེར་ནས་ཞུས་ནས་ད་ཁོ་རང་རང་གི་འདོད་པ་དེ་ག་རེ་ཡིན་ཟེར་ན་དཔེར་བརྗོད་ཀྱང་ཅིའི་ཕྱིར་མཇུག་གི་གཞུང་དོན་ཚང་བ་ཞིག་ནི་ངེས་པར་གོ་སྟེ་དཔེར་ན་ཟེར། ཨོ་ནི་ཁོང་གིས་དཔེར་ན་ཟེར་ནས་དཔེར་བརྗོད་དེ་ཡང་ད་ག་རེ་བཞག་ཡོད་ཟེར་ན། ཤིང་མཁན་གྱི་སྟ་རེའི་ལྕང་ར་རུ་ཤིང་བཅས་ད་དེ་ང་རང་ཚོ་ལག་པ་འཇུས་དགོས་ས་དེ་ད་དེ་རེད་ད། དེའི་ཕྱིར། ཨ་འདི་མ། རྟགས་རྒྱབ་ཤ་རྒྱོ་དེ་ཡང་ཁོང་གི། ཐ་ཆུ་དང་ཤེལ་མེ་ལོང་མ་དཔེ་ནང་ལ་ཡང་དེ་རྟགས་དེ་རྒྱབ་ཤ་འདུག། ཟླ་བ་གི་ཁར་སོ་རིག་རིག་སྒོར་སྒོར་དེ། ཐིག་ལེ་དེ་རྒྱབ་ཤ་དེ་ངའི་གསར་བོ་ཡོང་ཡ་ཅིག་འདུག་ཟླ་ཚེས་རྟགས་རྒྱབ་ཤ་ཡོད། ད་དེ་ལ་ཤིང་མཁན་གྱིས་རྟགས་རེས་སྤྱང་ར་རུ་ཤིང་བཅས། ད་ཁོང་གིས་འདི་ལ་དམིགས་བསལ་ག་རེ་ཡོད་རེད་ཟེར་ན། གཞན་གཅིག་པ་རེད་ཡིན་ན་ཡང་ཁོང་གིས་དམིགས་བསལ་དེ་གར་འདི་ལ་གྱིས་ཟེར་ཏེ། ཨ་འདི་ལ་རེད་ཟེར་ཏེ། ད་ཁོང་གིས་ཤིང་མཁན་དེ་ལ། ག་རེ་རྒྱབ་ཀྱི་ཡིན་ཟེར་ན། འགྲེལ་སྒྲ་རྒྱབ་ཀྱི་ཡིན་གསུངས་རེད། བྱེད་སྒྲ་རྒྱག་གི་མེད་གསུངས་རེད། ཨ་སྟག་རེ་ལ་ག་རེ་རྒྱག་གི་ཡིན་ཟེར་ན། བྱེད་སྒྲ་རྒྱབ་ཀྱི་ཡིན་གསུངས་རེད། དེ་ཡིན་པ་སོང་ཙང་དེ་ལ་བྱེད་སྒྲ་གཉིས་བརྩེགས་རྩ་བ་གཉིས་ནི་འགྲིག་གི་མ་རེད་གསུངས། ད་དེ་ལ་ཤིང་མཁན་ལ་ཡང་བྱེད་སྒྲ་སྦྱར། སྟག་རེ་ལ་ཡང་བྱེད་སྒྲ་སྦྱར་ན། བྱེད་སྒྲ་གཉིས་ཐམ་པ་གཅིག་གི་གང་ལ་གཅིག་བརྩེགས་ནས་སླེབས་ཡོང་གི་རེད། དེ་ཡིན་པ་སོང་ཙང་དེ་བྱེད་སྒྲ་གཉིས་བརྩེགས་ཆགས་འགྲོ་གི་རེད། དེ་འགྲིག་གི་མི་འདུག་གསུངས། དེ་འདི་ཁོང་གིས་བྱེད་སྒྲ་གཅིག་དང་འགྲེལ་སྒྲ་གཅིག་རྒྱག་གི་ཡིན་ཟེར་ནས་དཔེར་བརྗོད་ཁོ་རང་འདི་འདྲས་བྲིས་ཤར། ད་འདི་དཔེར་བརྗོད་དེ་ག་རེ་ཡིན་ཟེར་ན་ཁོང་གིས་ལྟ་བུ་འདི་བཞིན་བཀའ་ཆོས་དག་ཐེར་ཞུ་རྒྱུར་བཀོད་པ་ནི་ཡིན་ད་འདི། སི་ཏུ་པན་ཆེན་ལགས་སུ་བས་ཀྱི་མ་བསྒྲིགས་པ་འདི་ཁོང་གིས་བཅོས་ཡོད་སོང་ནས་དག་བཅོས་བྱས་ཡོད་དེ་དག་ཐེར་ཞུ་རྒྱུ་ཡིན་ཟེར་ད་འདི་གི་དག་ཐེར་གྱི་ཆེད་དུ་དཔེར་བརྗོད་བྲིས་ཤར་ཡོད་སོང། ད་འདི་ལ་ཁོང་རང་རང་གིས་འགྲེལ་བཤད་རྒྱག་ཡོང་དུས་ཤིང་མཁན་འདི་དག་བྱེད་པ་པོ་དངོས་ཡིན་ཏེ། ད་ཤིང་མཁན་ཟེར་དེ་ཨ་ནི་ཤིང་གཅོད་མཁན་ཤིང་གཅོད་པ་པོ་ལྟ་བུ་གཙོ་བོ་གང་ཟག་ལས། འཁོར་ཡན་ལག་དབང་པོ་གྱི་ཆ་ཤས་རྣམས་དང་བེམ་པོ་སོགས་ལ་མི་འཇུག་གོ། འོ་ནི། ཤིང་མཁན་དེ་དག་བྱེད་པ་པོ་དངོས་ཡིན། ཤིང་མཁན་དེ་དག་བྱེད་པ་པོ་དངོས་དེ་ཤིང་མཁན་རེད་མ་གཏོགས། དེ་ཡི་འཁོར། ཤིང་མཁན་ཁོ་རང་གི་ཡན་ལག་དབང་པོ་གྱི་ཆ་ཤས་མིག་དང་རྣ་བ་དང་སྣ་དང་ལག་པ་དང་རྐང་པ་ལ་སོགས་པ་དབང་པོ་གྱི་ཆ་ཤས་རྣམས་དང་དེ་ག་ནང་བཞིན་བེམ་པོ་སོགས་ཟེར། སྟ་རེ་ལ་སོགས་པ་བེམ་པོ་ལ་སོགས་པ་ལ། དེ་ལྟ་བུའི་བྱེད་པ་པོ་ཟེར་གྱི་ཐ་སྙད་དུ་འཇུག་མ་རེད། བྱེད་པོ་པོ་ཞེས་པའི་གི་ཐ་སྙད་དེ་གཙོ་བོ་གང་ཟག་ལ་འཇུག་གི་རེད་གསུངས་དེ་གསུངས་བཞིན་དུ་བའོ་ཟློས་བྱས་ནས། ད་དེ་ཟ་ཁ་རེད། ཨ་ནི་འབུམ་ལས་ཀྱང་ཤེས་པ་པོ་ཚོར་བ་པོ་དང་མཐོང་བ་པོ་བྱེད་པ་པོ་དང་བྱེད་དུ་འཇུག་པ་པོ་སོགས་གསུངས་སོ་ད་དེ་བསྒྲུབ་བྱའི་གྲངས་བཤད། འབུམ་ལས་ཀྱང་བྱེད་པ་པོ་སྟོན་བྱེད་ཀྱི་དྲག་པོ་སྒྲ་དེ་ཤེས་པ་པོ་ཚོར་བ་པོ་ཟེར་དུས་གང་ཟག་རང་ལ་སྦྱར་ཡོད་རེད་གསུངས་མཐོང་བ་པོ་བྱེད་པ་པོ་བྱེད་དུ་འཇུག་པ་པོ་ཟེར་དུས་འདི་པོ་སྒྲ་དེ། བྱེད་པ་པོ་ཟ་བྱེད་ཀྱི་པོ་སྒྲ་དེ་ཆ་ཚང་ཡང་གཙོ་བོ་གང་ཟག་རང་ལ་སྦྱར་ཡོད་རུང་མ་གཏོགས་བེམ་པོ་ལགས་སོགས་པ་ལ་སྦྱར་ཡོད་མ་རེད། གང་ཟག་ཁོ་རང་གི་དབང་པོ་གི་ཆ་ཤས་མིག་རྣ་བ་སྣ་ལྕེ་ལགས་སོགས་རྐང་པ་ལག་པ་ལགས་སོགས་པ་ལ་ཡང་ཡོད་མ་རེད་སོང་ད་འདི་དོན་དག་དེ་ཁ་ཚང་གོང་དུ་ཞུས་ཁྲག་རེད་བ་དེ་རིང་གཙོ་བོ་མ་ཡིན་ད་འདི་དོན་དག་དེ་གཙོ་བོ་མ་རེད་ད་ད་དེ་ནི་མ་རེད་གཙོ་བོ་དེ་གིས་དེ་དག་པོ་དང་རྫས་ཀྱི་འབྲེལ། དག་པོ་དང་རྫས་ཀྱི་འབྲེལ་སྒྲ་བྱེད་པོ་དོན་ལ་གོ་བ་བྱེད་པ། མངོན་གསལ་གྱི་བརྡ་ཆད་སོང།

འགྲེལ་བ་དེ་ལ་ཡང་འགྲེལ་བ་དྲུག་ལ་སོགས་པ་འགྲེལ་སྒྲ་ཤེས་ཡོན་དུ་མང་པོ་ཞིག་བཤད་དུ་ཡོད་ར་དེའི་ནང་ནས་ད་ལྟ་དེ་ག་རེ་གི་འགྲེལ་བ་བསྟན་གྱི་ཡོད་ཟེར་ན་དྭགས་པོ་དང་རྫས་ཟེར་ན་ཡང་འགྲིག་རེད་དྭགས་པོ་དང་ནོར་ཟེར་ན་ཡང་འགྲིག་རེད་འདི་ཡི་འགྲེལ་བ་བསྟན་གྱི་ཡོད་དྭགས་པོ་ག་རེ་ཤིང་མཁན་དང་ནི་སྟ་རེ་དེ་ག་རེ་འདི་གི་རྫས་ཡིན་དྭགས་པོ་ཤིང་མཁན་དེ་གི་རྫས་ག་རེ་ཟེར་ན་སྟ་རེ་དེ་ཚོ་སྟ་རེ་དེ་དྭགས་པོ་ཤིང་མཁན་གྱི་རྫས་ཡིན་ཟེར་དུས་སྟ་རེ་དེ་ནོར་བཞག་ཤིང་མཁན་དེ་དྭགས་པོ་བཞག་དྭགས་པོ་དང་ནོར་གྱི་འབྲེལ་བ་དེ་སྟོན་པ་འདི་ག་རེ་གིས་སྟོན་དགོས་ཟེར་ན་འདི་གིས་དེ་གིས་སྟོན་དགོས་ཡོད། དེ་ཚོ་འདི་འབྲེལ་སྒྲ་ཡིན་འབྲེལ་བ་སྟོན་དགོས། སྟ་རེ་དེ་ཤིང་མཁན་གྱི་ཡིན་པ་སྟོན་དགོས་ཡོད་སོང་རེ་དེ་འབྲེལ་སྒྲ་ཡིན་སོང་རེ་ད་དེ་འོ་འབྲེལ་སྒྲ་ཡིན་ས་བོ་ས་རྐྱང་གསུངས་ཡོད་དོ། ཨན་བྱེད་པོ་དོན་ལ་གོ་བ་ཟེར་ན་འདི་ག་རེ་ཟེར་ན་བྱེད་པ་པོ་དེ་དོན་ལ་གོ་འགྲོ་གི་རེད་དོན་ལ་གོ་བར་བྱེད་པ་ཟེར། རྟ་དེ་ལ་གོ་བར་རེ་ར། དོན་ལ་གོ་བར་བྱས་པ། ད་དེ་ལྟ་བུའི་གྱི་དེ་གིས་ཤིང་མཁན་གྱི་རྟ་རེའི་ལྕང་ར་རུ་ཤིང་བཅད་སྲིད་དོ་འོ་ན། ཤིང་མཁན་དེ་བྱེད་པ་པོ་མ་རེད་བས། ཨ་ནི་ཤིང་མཁན་དེ་བྱེད་པ་པོ་ཡིན་པ་ག་འདྲ་བྱས་ནས་གོ་ཐུབ་ཀྱི་རེད་ཟེར་དུས། དེ་ལྟ་བུའི་གྱི་ཤིང་མཁན་གྱི་རྟ་རེའི་ཤིང་བཅད་སྲིད་དུས་འདི་འདྲའི་སྒྲ་དེ་ལ་བརྟེན་ནས་བྱེད་པ་པོ་དེ་དོན་ལ་གོ་འགྲོ་གི་རེད་ཤུགས་ལ་གོ་འགྲོ་གི་རེད་སོང་ནས་དངོས་སུ་གོ་རང་མ་གོ་ན་ཡང་དོན་ལ་གོ་རང། འདི་ཤིང་མཁན་གྱི་སྟ་རེ་ཤིང་བཅད་ཟེར་དུས་ཤིང་མཁན་དེ་བྱེད་པ་པོ་ཡིན་པ་ཅིག་རང་ཤིང་གི་ཁོ་རང་གོ་ཐུབ་ཀྱི་རེད་གསུངས་ནས་དེ་དུ་བ་བྱེད་པ། གོ་བར་བྱེད་པ། བྱེད་པ་དངོས་གསལ་གྱི་བརྡ་བྱས། འོ་དེ། ད་བྱེད་པ་དངོས་གསལ་བ། ད་བྱེད་པ་དེ་ལ་ཡང་ཁར་སང་སྟ་རེ་དེ་བྱེད་པ་རྫས་དངོས་གསལ་བ་ཟེར་ནས་ཁ་སང་གོང་དུ་ཞུས་ཡོད་རེད་བ། འོ་དེ་འདྲའི་གི་བརྡ་བྱས་ཡིན། དཔེར་ན། དཔེར་བརྗོད་གཞན་པ། མགར་བའི་ཐོ་བའི་ལྕགས་དུང་ལྟ་བུ་ཡིན་ཏེ་གསུངས། ད་དཔེར་ན་འདི་ཡང་དཔེར་བརྗོད་གཞན་པ།

འདུག་བྱས་ནས་ད་གར་བ་ལ་ཡང་བྱེད་སྒྲ་རྒྱབ་དགོས་གི་རེད་མཐོ་བ་ལ་ཡང་བྱེད་སྒྲ་རྒྱབ་དགོས་རེད་བྱེད་སྒྲ་གཉིས་དམ་པ་རྒྱབ་དགོས་རེད་འདི་འདྲ་བྱེད་སྒྲ་ཉིས་བརྩེགས་ལབ་པའི་དོན་དག་རེད་ཨོ་འདུག་བྱས་ནས་ད་ཁོང་གི་ལུགས་ལྟར་དུ་བྱས་ན་གར་བའི་མཐོ་བའི་ལྕགས་ཐུང་ལྟ་བུ་འདི་གཅིག་པ་ཡིན་ཟེར་བ་རེད་ཤིང་མཁན་གྱི་སྟ་རེ་ཞིག་ལྕགས་འདྲ་རུ་ཤིང་བཅད་ཟེར་བ་དང་འདི་གཉིས་པོ་འདི་དཔེར་བརྗོད་འགྲོ་སྟངས་གཅིག་པ་ཡིན་ཟེར་བའི་དོན་དག་རེད་ཨོ་ད་འདི་ཡང་ད་ལྟ་འགྲེལ་བཤད་རྒྱག་བ་ནང་བཞིན་འདི་ཡི་སྒྲ་འདི་ཡ་གི་གུ་ཡི་ཟེར་བའི་གི་འགྲེལ་སྒྲ་འདི་ཡང་གར་ཟེར་ན་དྭགས་པོ་དང་རྫས་ཀྱི་འགྲེལ་སྒྲ་ཡིན་དྭགས་པོ་གར་བ་དང་དེ་ཡི་ནོར་རམ་དེ་ཡི་རྫས་མཐོ་བ་ཡིན་ཁོ་གཉིས་དྭགས་པོ་དང་ནོར་གྱི་འབྲེལ་བ་ཡོད་པ་སྟོན་གྱི་ཡོད། ད་དེ། ཐོ་བ་དེ་མགར་བ་ཁོ་རང་གི་ཡིན་པ་སོང་ཙང་ད་དེའི་ཤུགས་ལ་དོན་ལ་བྱེད་པ་པོ་མགར་བ་ཡིན་པ་གོ་འགྲོ་གི་རེད་ད་ཁོང་གིས་གསུང་གི་ཡོད་ད་ཁོང་གིས་གསུང་བ་དེ་ཞུ་གི་རོགས། ད་དེའི་རྗེས་སུ་ཏཱ་རའི་ཤིང་བཅད་བཅད་པས་ད་དེའི་རྗེས་སུ། རེད་དོ། ཏཱ་རའི་ལྕང་ར་རུ་ཤིང་བཅད་ཟེར་དུས་ཏཱ་རའི་ཤིང་བཅད་ཟེར་དེ་དང། བཅད་པས་ཀྱང་དོན་གོ་ལ། ཏཱ་རའི་ཤིང་བཅད་བཅད་པས་ཀྱང་དོན་གོ་ལ། བྱེད་པོ་ཏཱ་རའི་ཤིང་བཅད་ལབ་བཞག་པ་ཡིན་ན་ཡང་དོན་ད་དེ། ཤི་མཁན་གྱིས་སྤྱོད་མཁན་གང་ཟག་ཅིག་ཡོད་པ་དོན་ལ་གོ་འགྲོ་གི་རེད། གང་ཡིན་ཟེར་ན་བྱེད་པོ་མེད་པར་སྟ་རེའི་བེམ་པོ་རང་སྟོབས་ཀྱིས་ཤིང་གཅོད་པ་མི་སྲིད་ཟེར་ན་དེ་ག་རང་རེད་བ། བྱེད་པ་པོ་སུ་གང་ཡང་མེད་པར་བྱས་ནས་སྟ་རེ་ཁོ་རང་རང་སྟོབས་ཁོ་རང་འགྲོ་ནས་ཤིང་གཅོད་ཟེར་དེ་འདྲ་རྩ་བ་ཉིད་ནས་སྲིད་ཀྱི་མ་རེད་བ། དེ་འདུལ་སྟ་རེའི་ཤིང་གཅེས་ལབ་བཞག་ན་ཡང་ཁོ་བྱེད་པ་པོ་ཅིག་ཡོད་པ་དེ་རང་སྟོབས་ཀྱིས་གོ་ཐུབ་གི་རེད་གསུངས། དོན་ལ་གོ་འགྲོ་གི་རེད་གསུངས། ཨོ་ད་དེ་ག་རང་ཆགས་བསྡད་ཡོད་རེད་སྟ་རེ་ཁོ་རང་རང་སྟོབས་ཀྱིས་ཤིང་གཅོད་ཡ་ཡོད་མ་རེད་བྱེད་པ་པོ་ཅིག་ཡོད་ཡོད་པ་རེད་གསུངས། ཨ་ནི་ཤིང་གཅོད་མི་སུ་ཡིན། དེ་ཉིད་བྱེད་པ་པོ་ཡིན་དགོས་སོ་གསུངས་ལ་དེ་ཡིན་དུས་ཙཱ་ནས། ཏཱ་རེའི་ཤིང་ཅེས་ལབ་བཤད་ན་ཡང་ཤིང་གཅོད་མཁན་གང་ཟག་ཅིག་ཡོད་པ་ཧ་གོ་འགྲོ་གི་རེད་དེ་ཡིན་དུས་ཤིང་གཅོད་མཁན་གྱི་གང་ཟག་དེ་མི་སུ་ཡིན་ན་ཡང་དེ་ག་རང་བྱེད་པ་པོ་ཡིན་དགོས་རེད་གསུངས་ལ་དེ་ཡིན་པ་སོང་ཙང་དེ་ལ་དམིགས་བསལ་གྱི་བྱེད་སྒྲ་སྦྱར་དགོས་མ་རེད་ཟེར་དོན་དག་འདི་སྒྲུབ་པས་འདི་སྒྲུབ་དེ་གྱུར། ད་དེ་ཁོང་གིས་འགྲེལ་བཤད་རྒྱག་པ་དེ་མིན་ཞུ་གི་ཡོད་རེད་ད་དང་པོ། འདི་ལ་བྱེད་སྒྲ་ཞུགས་ན་སུམ་རྟགས་ཀྱི་དགོངས་དོན་བརྗོད་བདེ་དྲན་པ་ལ་བརྗོད་པ་མི་བདེ་ཁར། བྱ་མའི་བྱེད་སྒྲ་སུམ་ཅུ་པ་ཙམ་མ་ཟད་མདོ་རྒྱུད་རྣམས་དང་དངོས་སུ་འགལ་ཏེ་ད་ཁོང་གིས་སྒྲུབ་བྱེད། གནོད་བྱེད་ཟེར་གཙོ་བོ་དེ་གར་བཏང་དགོས་ཟེར་ན་འདི་ལ་བྱེད་སྒྲ་ཞུ་ན་ཟེར་ད་དེ་རེད། འདི་ལ་བྱེད་སྒྲ་ཞུ་ན་ཟེར་དུས་དེ་ལྟ་བུའི་གར་བའི་ཐོ་བས་ལྕགས་དུང་ཟེར་དུས་དེ་ལ་བྱེད་སྒྲ་བརྒྱབ་ནས། འབྲེལ་སྒྲ་མ་ཡིན་པ་བྱས་དེ་ལ་བྱེད་སྒྲ་བཞག་བཞག་བས་ན་སྐྱོན་ག་རེ་ཡོད་ཟེར་ན་དེ་སྐྱོན་ཡོད་རེད་གསུངས་དེ་ག་ནང་བཞིན་ཤིང་མཁན་གྱིས་སྟ་རེ་ཤིང་བཅད་ཟེར་དུས་དེ་ལ་འབྲེལ་སྒྲ་མ་ཡིན་པ་བྱས་ཤིང་མཁན་གྱིས། ད་རེས་ཤིང་བཅད་ཟིན་ཤིང་མཁན་ལ་ཡང་བྱེད་སྒྲ་སྦྱར་གར་བ་ལ་ཡང་བྱེད་སྒྲ་སྦྱར་ན་ད་སྐྱོན་ག་རེ་ཡོད་རེད་ཟེར་ན་ད་ཁོང་གིས་གནོད་བྱེད་གཉིས་དང་དགོས་གཉིས་ག་རེ་སུམ་རྟགས་ཀྱི་དགོངས་དོན་བརྗོད་བདེ་དྲན་པ་ལ་བརྗོད་པ་མི་བདེ་བ་སྐྱོན་ལེགས་རེད་གསུངས་ད་སུམ་ཅུ་པ་དང་བཏང་ཆུ་དགོངས་དོན་དེ་ག་རེ་གཙོ་བོ་བརྗོད་བདེ་དྲན་དགོས་རེད་བརྗོད་བདེ་དྲན་པ་དང་རྟགས་མཚུངས་དྲན་པ་རྣམ་པ་གཉིས་ཡོད་པའི་ནང་ནས་བརྗོད་བདེ་དྲན་པ་དེ་གཙོ་བོ་བྱེད་དགོས་རེད་བདེ་དོ་དྲན་དགོས་པ་ལ་ཨ་ནི་བརྗོད་པ་མི་བདེ་གར་ད་དེ་རེད་གཙོ་བོ་དེ་རེད་ད་བརྗོད་པ་མི་བདེ་བ་ཆགས་ཀྱི་འདུག་ཟེར། ད་དེ་དགར་བས་མཐོ་བས་ལྕགས་འཐུང་ཟེར། ད་དེ་ཁོང་གིས་གསུངས་པ་ནང་བཤད་ཅིག་ནས་བརྗོད་པ་གཏོགས་མ་བདེ་བ་ཆགས་ཡོད། དགར་བས་མཐོ་བས་ལྕགས་འཐུང་ཟེར་ན་བརྗོད་བདེ་པོ་ཞེ་དྲག་མི་འདུག་གཅིག་ཨམ་ཅོག་ལ་མཉེན་པོ་མི་འགྱུར་རོགས་བྱོས། དེ་ག་ནས་ཤིང་མཁན་གིས་ལྟ་རེས་སྤྱང་ར་རུ་ཤིང་བཅས་དེ་ཡང་དེས་བརྗོད་བདེ་པོ་དང་བརྗོད་བདེ་པོ་མེད་པའི་ཆགས་འགྲོ་གི་རེད་ལ་ཨམ་ཅོག་ལ་མཉེན་པོ་ཡང་མེད་དེ་ག་ནང་བཞིན་བཀྲ་ཤིས་ཀིས་སྨྱུ་གུས་ཡི་གེ་བྲིས་ཟིན་དུས་བརྗོད་པ་དངོས་གནས་མི་བདེ་བ་ཡོད་པ་འདི་ད་ཁོང་གིས་གསུངས་པ་ནང་བཞིན་དོན་ལ་ཡང་ང་ཚོ་སྒྲུབ་འགྲོ་གི་འདུག་བ། ཡིན་ན་ཡང་ད་ད་ལྟ་འདི། བརྗོད་པ་མི་བདེ་བ་གསུངས་རེད་མ་གཏོགས་ད་ང་རང་ཚོ་གི་ནམ་རྒྱུན་ནི། ད་དཔེར་བརྗོད་བྲིས་པའི་སྐབས་སུ་དེ་འདྲས་བྲིས་ཤག་རེད་མ་གཏོགས་ད་ནམ་རྒྱུན་ཡི་གེ་བྲིས་ཡོང་དུས་ད་དེ་འདྲས་རང་ད་ལེགས་ཀི་མ་རེད་བ། དེ་འདུལ་བྱེད་པ་པོ་དེ་སྔོན་ལ་དེའི་དཀྱིལ་མ་དེ་ལ། བྱ་བའི་ཡུལ་དེ་ལུགས་ཨ་ནི། བྱེད་པ་དེ་མ་འོག་ནས་ལུགས། བྱ་བ་དེ་ག་བ་ཡིན་ནམ་ཕ་སི་ཅི་ནས། ད། སྡེབ་སྦྱོར་མང་པོ་ཅིག་མཉམ་དུ་ལ་སྤེལ་ནས་གླས་ཡོང་དུས་བརྗོད་པ་དེ་བ་རང་བཞིན་གྱིས་ཆགས་འགྲོ་དགོས་རེད།

འོན་ཏེ་ཁོང་གིས་འདི་གསུངས་དགོས་ད་གནོད་བྱེད་གཙོ་བོ་གཅིག་ཁོང་གིས་འདི་བཏང་དགོས་ར་ད་བྱ་བ་མེད་པའི་བྱེད་སྒྲ་འདི་སུམ་ཅུ་པ་ཙམ་དུ་མ་སུམ་ཅུ་པ་དག་ཡིན་འགལ་འགྲོ་གི་རེད་གསུངས་སུམ་ཅུ་པ་དང་འགལ་བ་མ་ཟད་མདོ་དང་རྒྱུད་ང་རང་ཚོ་གི་བཀའ་འགྱུར་དང་བསྟན་འགྱུར་ནང་ལ་ཡོད་པའི་འདི་ཚོ་དཔེ་ཆ་འདི་ཚོ་དང་ཡང་ཆ་ཚང་དང་ཡང་དངོས་སུ་འགལ་འགྲོ་གི་རེད་གསུངས་འོ་ད་འདི་གསུངས་གི་རེད་ད་ད་གཙོ་བོ་འདི་རེད་ད་བརྗོད་པ་དེ་མི་འདི་ཟེར་ཡ་འདི་ད་ཧ་མ་གོ་གལ་མི་འདུག་ད་འདི་གསུངས་གི་རེད་ཤིང་མཁན་གྱིས་རྟ་རའི་ཤིང་རྟ་རའི་རྐྱང་ར་རུ་ཤིང་བཅད་ཟེར་དུས།

ད་ཤི་མཁན་གྱི། ལ་དུས་ཤི་མཁན་ལ་བྱེ་བྲག་སྦྱར་ཞེས་དུས་ད་ཤི་མཁན་ལ་བྱ་བ་མི་འདུག་ཨ་ཟེར། དུས་འདི་བྱ་བ་མེད་པའི་བྱེ་བྲག་སྟེ། བྱེ་བྲག་དེ་གི་བྱ་བ་སྟོན་གྱི་མི་འདུག་ཟེར། ད་ཁོང་གི། གསུང་ཡ་དེ་འདི་གསུང་གི་རེད་བྱ་མའི་བྱེ་བྲག་གསུང་ར། ཨོ་ད་ད་ནི་མུ་མཐུད་ནི། ཁོང་གི་གསུང་ཡོང་ར། ཨོ་དེ་འདུག་ས་ནི་འགྲིག་གི་མ་རེད་གསུང་ར། ཨོ། བྱ་བ་གཅིག་ལ། བྱེ་བྲག་གཉིས་སྦྱར་བྱའོ། རྩ་བ་གཉིས་ནི་ལོགས་མ་རེད། ད་ཁོང་གི་ཞེས་པ་རེད་ད་ཁོང་གི་འདོད་པ་བྱེད། ད་དེ་འགལ་གྱི་རེད་གསུངས། ད་དེ་སུམ་ཅུ་པ་དང་འགལ་བ་མ་ཟད་མདོ་རྒྱུད་རྣམས་དང་དངོས་སུ་འགལ་ཏེ་འགལ་ཚུལ་བཀར་ཟིན་རྒྱ་རྒྱུད། རྒྱ་རྒྱུད་འཇམ་དཔལ་མཚན་བརྗོད་དུའང་ད་ང་ཚོ་འཇམ་དཔལ་མཚན་བརྗོད་ནང་ལ། རང་གི་ལག་གིས་རྡོར་བཅད་ཆོག་བཅད་དང་རང་གི་ལག་གིས་སོར་བཅད་པ་ཞེས་པ་ལས། རང་གིས་ལག་གིས། ཞེས་སྔ་རབས་ཀྱི་ལོ་པན་རྣམས་ཀྱིས། ད་དེ་ལོ་པན་རེད་ད་དཔེ་འདི་ད་ཟེར་ཡག་གི་དཔེ་འདི་རེད།

རང་གི་ལག་གིས་གསོར་བྱེད་པ་སི་དུས་བྱ་བ་གར་ས་ན་གསོར་བར་བྱེད་པ་དེར་བ་གསོར་བ་དེ། དེ་ལྟ་བུ་དེ། བྱེད་སྒྲ་དེ་ལག་པ་ལ་སྦྱར་ཡོད་རེད་རང་ལ་གར་སྦྱར་ས་ན་འབྲེལ་སྒྲ་སྦྱར་ཡོད་སོང་དེ་ལ་བྱེད་སྒྲ་ཉིས་བརྩེགས་ཡོག་མ་རེད་སོང་དང་པོ་དེ་ལ་འབྲེལ་སྒྲ་རེད་གཉིས་པ་དེ་ལ་བྱེད་སྒྲ་རེད་མ་གཏོགས་གཉིས་ཀ་ལ་ཡང་བྱེད་སྒྲ་སྦྱར་ནས་དེ་ལ། རང་གིས

སྔ་རབས་ཀྱི་ལོ་པན་རྣམས་ཀྱིས་ཀྱང་བརྡ་བསྒྱུར་མ་མཛད་དོ། ད་དེ་དེ་ལྟ་བུ། བྱེ་བྲག་ཉིས་བརྩེགས་དེ་འདྲའི་གི་ཐོག་ནས་བསྒྱུར་མཛད་མི་འདུག་ཟེར། འོ་ཡ། ད་དེ་ཁོང་གི་སྒྲུབ་བྱེད་དེ་ཚོ་དང་པོ་མཁྱེན་པ་ཅིག་བོར་ད། ད་དེ་གནད་འགག་དང་འདི་གི། འགག་རྩ་དེ་ཚོ་ད་མ་བྱས་ལ་ཞུ་དགོས་རོགས། ད་ཏཱ་རེ་དེ་བྱེད་པ་པོ་ཡི་དངོས་པོའོ། ད་དེ་བྱས་སོ་ཏཱ་རེ་དུ་བ་དེ། ད་དེ་འདི་འགྲོ་སོང་འདི་གི་དོན་དག་འདི་འགྲོ་ད། ད་ཏཱ་རེ་རེ་ད་ཏཱ་རེ། ཏཱ་རེ་དེ་ག་རེ་ཟེར་ན་བྱེད་པ་པོ་ཡི་དངོས་པོ་རེད། ད་བྱེད་པ་པོ་ཁོ་རང་གི། ལག་ཆ་དེར་བ་དེ་ཡང་བྱེད་པ་པོའི་དངོས་པོའོ། བརྡ་ཆད་སྐབས་སུ་ག་རེ་ཟེར་ན། ལྟ། སྤྱོད་བྱེད་ལ་སོགས་པ་རྫས་དངོས་ཡོད་མེད་གཉིས་བྱུང་ཡང་དགག་དོན་བྱེད་པ་ཞེས་པར་འདུ་ལ། ད་བརྡ་ཆད་ཡོང་དུས་མ་ཤེས་ཡོང་དུས་སྐབས་སུ། བརྡ་སྤྲོད་ཤེས་ཡོང་དུས་ད་ག་རེ་ཟེར་ངོ་རེ་ད་རེ་དེ་ལ་ག་རེ་སྤྱོད་བྱེད་ལ་གོ་རེ། སྤྱོད་བྱེད་ལ་སོགས་པ་ཟེར། ཨ་ནི་རྫས་དངོས་ཡོད་མེད་གཉིས་བྱུང་ཡང། ད་དེ། གང་རུང་སོ། དེ་ལྟ་བུའི་ཏཱ་རེའི་ཟས་དེ་ལྟ་བྱེད་པ་པོ་ཡི་དངོས་པོ། བྱེད་པ་པོ་ཡི་དངོས་པོ་བྱེད་པ་པོ་གི་ལྟ་ཐབས་དང། ལག་ཆ་འདྲ་བོ་ལ་སོགས་པ་ལྟ་བུ་དེ་དེ་ལ་ཡང་བྱེད་པ་དེ་ལ་ཡང་རྫས་དངོས་ཡོད་པའི་གི་བྱེད་པ་གཅིག་དང་རྫས་དངོས་མེད་པའི་གི་བྱེད་པ་ཟེར་ནས་རྣམ་པ་གཉིས་ཡོང་གི་ཡོད། ཁ་སང་གོང་དུ་ཡང་ཏཱ། ལས་ཚན་སྔ་མ་ནང་ལ་ཡང་ཞུས་ཡོད་བ་འོ་དེ་དང་གཅིག་པར་ལྟ་ཁོང་གིས་དེ་ནང་ལ་བསྡུས་ཤར། རྫས་དངོས་ཡོད་མེད་གཉིས་བྱུང་བྱེད་པ་དེ་ལ་ཡང་རྫས་དངོས་ཡོད་པའི་བྱེད་པ་དང་རྫས་དངོས་མེད་པའི་བྱེད་པ་ཡང་ན་རྫས་དངོས་གསལ་བའི་བྱེད་པ་དང་རྫས་དངོས་མི་གསལ་བའི་བྱེད་པ་ཟེར་ནས་ཁ་སང། དཔེར་བརྗོད་དང་བཅས་པ་ཁོང་གསུངས་ལ་འདི་ནང་གསུངས་བྱུང་ཡང་དགག་དོན་དེ་གར་ཚང་བྱེད་པ་ཞེས་པ་ནང་ལ་འདུག་འགྲོ་གི་རེད་གསུངས་རྫས་དངོས་ཡོད་པ་ཡིན་ན་རེད་རྫས་དངོས་མེད་ན་རེད་མདོར་ན་བྱེད་པ་ཡིན་པ་གཅིག་པ་རེད་གསུངས་ལ། དེ་ཡང་དབུས་གཙང་ཕ་སྐད་དུ་ད་དབུས་གཙང་གི་ཕ་སྐད་ནང་ལ་གར་གསུངས་རེད་དྲི་འམ་ལྟ་རེད་ལ་ཤིང་གཅོད་ཤེས་སམ་ཤིང་གཅོད་ཡས་ཞེས་པའི་གི་ཤེས་ཡས་གཉིས་ཀྱི་གྲ་དེ་ཡིན་ལ་ད་ལྟ་དེ་ད་ལྟ་དེ་གཅོད་ཅེས་ཟེར་བཞིན་འདུག་འདི་བྱེད་ཟེར་དེ་བྱེད་པ་ཟེར་དེ། འདི་བྱེད་དེ་དབུས་གཙང་གི་ཕ་སྐད་ལྟར་དུ་བྱེད་ན་གར་གསུངས་སམ་དཔེར་ན་ང་ཚོ་ཤིང་གཅོད་ཤེས་ཟེར། དང། ཤིང་གཅོད་ཡས་ཟེར་གྱི་དོ་ཨོ་དེ་ཡས་ཟེར་ཡས་དེ་དོན་དག་དེ་རེད་གསུངས་རེད། ཡང་ན་ཤིང་གཅོད་ཤས་ཟེར་དེ་ཤས་ཟེར་ཡས་ཀྱི་དོན་དག་དེ་རེད་ད་གསུངས་རེད། དེ་ཤིང་གཅོད་ཡས་དེ་གཉིས་ཀྱི་གྲ་དེ་ཡིན་དོན་དག་ལ་ང་ཚོ་ད་ཕལ་སྐད་རྒྱག་ཤར་དུས་ཕལ་སྐད་ཟེར་ན་ཡང་གྲ་དེ་མ་ཟུར་ཆགས་འགྲོ་དུས་ཤིང་གཅོད་རྗེས་ལབ་ཡོང་དུས་ཤིང་གཅོད་ཡས་ཟེར་ནས་ཨོ་དེ་འདྲས་ཆགས་འགྲོ་གི་རེད་གསུངས་རེད། ཨོ་དེ་ནི་ད་ནམ་རྒྱུན་ཡིན་ན་གཅོད་རྗེས་ཟེར་གྱི་རེད་བ། ལྟ་སྤྱོད་ཅེས་ཟེར་ཡ་དེ་ལ། ང་རང་ཚོ་གིས་ཤིང་སྤྱོད་ཡས་ཀྱི་སྟ་རེ་འཁེལ་ཞོག། ཡི་གེ་བྲིས་ཡས་ཀྱི་སྨྱུ་གུ་འཁེལ་ཞོག། ཡི་གེ་བྲིས་ཡས་ཀྱི་སྨྱུ་གུ་ཉོ་ཞོག་ཟེར་གྱི་རེད་བ། ད། འདུག་བྱས་ནས་བྲིས་རྗེས་ད་ང་རང་ཚོ། ཡི་གེ་ངོ་མ་བརྒྱབ་བཞག་ན་བྲིས་རྗེས་ལ་བོར། ཡི་གེ་བྲིས་རྗེས་ཤིང་སྤྱོད་རྗེས་ཡིན་ན་ཡང། དབུས་གཙང་གིས་ད་ཁ་སྐད་ཀྱི་དབང་དུ་བཏང་ན་ཤིང་སྤྱོད་ཡས་ལབ་བཞག་རེད་བ། ད་ཡས་ཟེར་བས་ད་ཡས་ཟེར་ནས་ས་འདྲ་བོ་ཞིག་དོན་གྲུབ་མ་དོན་དག་ལ་དག་གི་གྲགས་རེད། ག་རེ་འདུས་སོང་རེད་ཟེར་ན་ད་དེ་ལ། འདི་བ་དེ།

འདི་ཤི་མཁན་དེའི་བྱེད་པོ་ཡིན་པ་དོན་ལ་ཤུགས་ལ་གོ་འགྲོ་གི་རེད། ད་དེ་དག་ན་ཤེས་ཀྱི་ནི་དེ་ལྟ་བུའི་གི་ག་སི་བྱེད་སྒྲ་བརྒྱབ་པ་ཡིན་ན་དེ་བྱ་མེད་བྱེད་སྒྲ་ཆགས་འགྲོ་གི་རེད་བྱ་བ་མེད་པའི་བྱེད་སྒྲ་ཆགས་འགྲོ་གི་འདུག་ད་དེ་འདྲ་ཅིག་ནི་ཁོང་གི་གནོད་བྱེད་དེ་འདྲ་གཏང་དགོས་རེད་དང་པོ་ཁོང་གི་འདོད་པ་དེ་ཁོ་རང་རང་གི་ད་གསར་བོ་གསར་རྐྱང་ཅིག་གསུངས་པ་དེ་དེ་འདྲ་ཅིག་གསུངས་ཡོད་རེད། ད་ད་ལྟ་གོང་དུ་བྱེ་བྲག་ཉིས་བརྩེགས་འདི་མི་འཐད་པའི་སྐོར་ལ་དཀར་ལེབ་དྲུང་ཡིག་ཁོ་རང་གི་རྩ་བ་ཨ་མ་དེ་གོང་དུ་ཞུས་གྲུབ་ནས་ད་འདི་བརྩམས་ཡོང་དུས་དེ་ལ་ཁུ་ནུ་བླ་མ་བསྟན་འཛིན་རྒྱལ་མཚན་གྱིས་ཡང་དཀར་ལེབ་དྲུང་ཡིག་ལ་ཚུར་བསུ་དུས་མི་བདུད་ཕྲེང་རྩལ་དེ་གི་མགལ་སྤོང་འདྲ་བོ་ཇི་མ་ཚུ་གསུང་བཞག་ཡོད་དུས་རྩ་ནས་དེ་ལ་དཀར་ལེབ་དྲུང་ཡིག་གི་ཕ་རྩོད་ལན་ཁྱབ་ནས་རྩོད་ལན་མཛེས་མའི་གཤིས་ཀྱི་ཐུམ་བུ་ཟེར། ཁུ་ནུ་བླ་མ་བསྟན་འཛིན་རྒྱ་མཚན་གྱི་ཚུལ་རྩོད་པ། གནང་བཤད་རྒྱུད་འདི་ལ་ཕར་ལན་བརྒྱབ་པ་ད་འདི་ལ་ཡང་དོན་མང་པོ་བརྗོད་རེ་ད་ལྟ་དོན་གསུམ་པ་འདི་གི་ནང་ལ། ད་གནད་འགག་ཆེ་བ་འདི་ལྟའི་མ་བྲིས་བཞག་ཡོད། ད་འདི་གི་ཐོག་ནས་ཡང་གསལ་པོ་ཆགས་འགྲོ་གི་རེད་སྤྱི་བཏང་ནས་ད་ལྟ། བྱེ་བྲག་ཉིས་བརྩེགས་སྐོར་འདི་སུམ་ཅུ་པ་དང་རྟགས་འཇུག། མདོར་ན་སུམ་རྟགས་ཀྱི་སྐབས་སུ་དཀའ་གནད་ཅིག་བརྩི་འདོད་ཡོད་རེད་ཡོངས་གྲགས་ཐོག་ལ་ད། བྱེ་བྲག་དང་འབྲེལ་སྒྲ་ཟེར་དེའི་ནང་ནས་བྱེ་བྲག་ཉིས་བརྩེགས་གོ་དང་མོ་གོ་ཟེར་ཏེ། བྱེ་བྲག་གི་དཀའ་གནད་བྱེ་བྲག་དེ་དཀའ་གནད་རེད་ཟེར་ཡ་དེ་གཙོ་བོ་ག་བ་ཐུག་ཟེར་ན་བྱེ་བྲག་ཉིས་བརྩེགས་དེ་ལ་ཐུག་དེ་གོ་རེད་དེ་ཡིན་པ་སོང་ཙང་དེ་ཡི་གནད་འགག་དེ་ད་གལ་ཡང་ཧ་ཅང་གི་གལ་ཆེན་པོ་ཆགས་དེ་གོ་རེད་ད་དེའི་ཐུག་ས་དེ་ཡང་སི་ཏུ་པན་ཆེན་དང་ཀ་ལེབ་དྲུང་ཡིག་ཁོང་རྣམ་པ་གཉིས་ལ་ད་ཐུག་དེ་གི་ཡོད་དེ་ད་ནི་ཆུ་སྒོ་གང་ལ་ཐུག་ཟེར་བ་ནང་བཤད་བྱས་ནས་ཁོང་རྣམ་པ་གཉིས་རང་ལ་ཡ་གསུངས་ལ་གཏུགས་ནས་མ། ཁྱེད་རྣམ་པ་གིས་གཟིགས་པ་ཡིན་ན་ད་གཟའ་བོ་གཟའ་རྐྱང་གཅིག་ཆགས་འགྲོ་གི་རེད་ད་འདི་ཚོ་དཀའ་གནད་ཆགས་ཡོད་འདུག་ཙང་ནི་ཡག་པོ་ཁེངས་དགོས་རེད་དེ་མ་ཡིན་པར་ཡང་ང་རང་ཚོ་སུམ་ཅུ་པ་དང་བཏང་ཅུའི་སྐབས་སུ། ཆོས་ཆོས་ཀྱི་སྐབས་སུ་ནི་རྟགས་རྟགས་ཤི་བ་ཟེར་ཡ་དེ་སུ་རེད་སུ་མ་རེད་ཟེར་ད་དེ་མང་པོ་རྩོད་པ་མང་པོ་ཅིག་དགག་པ་མང་པོ་ཅིག་དགག་ཞྭ་སྤོང་ཚུལ་མང་པོ་ཅིག་ཡོད་རེད་བ་ད་དེ་འདྲ་བོ་ཡིན་པ་ཡིན་ན་ནི་ད་ཞི་ར་ཞི་ར་གི་གནད་འགག་ཆེན་པོ་མེད་པ་དང། དགེ་མཚན་དང་ཕན་ཐོགས་ཆེན་པོ་ཞི་ར་ཡོད་མ་རེད་དེ་ཡིན་དུས་ཙང་ནི་ཞི་ར་ཧ་གོ། རྟགས་ཤི་བ་དེ་སུ་ཡིན་མིན་ཧ་གོ་ན་དགེ་མཚན་ཞི་ར་མི་འདུག་བ་ད་ད་ལྟ་སྐབས་སུ་བོད་པ་བྱེ་བྲག་ཉིས་བརྩེགས་དེ་གི་རྣམ་གཞག་དེ་ཡག་པོ་ཅིག་ཁེངས་སོང་བ་ཡིན་ན།

ཁུ་ནུ་བླ་མ་བསྟན་འཛིན་རྒྱལ་མཚན་གྱི་ཚིག་རེད་དཱ། དཀར་ལེབ་དྲུང་ཡིག་ལ་ཚུར་རྩོད་པ་རྩོད་བྱེད་ཀྱི་ཚིག་དེ་རེད་དཱ། དཀར་ལེབ་དྲུང་ཡིག་གར་སོང་རེད་བྱེད་སྒྲ་ཉིས་བརྩེགས་འགྲིག་གི་མ་རེད་གསུངས་རེད་བ། ཁུ་ནུ་བླ་མས་གསུངས་ན་བྱེད་སྒྲ་ཉིས་བརྩེགས་འཐད་ཀྱི་རེད་སི་ཏུ་པཎ་ཆེན་གསུངས་པ་དེ་མ་འགྲིག་པ་ཡོད་མ་རེད། འདི་གི་སྒྲུབ་བྱེད་གར་དྲངས་རེད་ཟེར་ན་ལུང་གཅིག་དྲངས་བཞག་རེད་དཱ། དེ་ང་རང་ཚོ་བཀའ་འགྱུར་དང་བསྟན་འགྱུར་ལགས་སོ་བའི་ནང་ལ་དཔེ་ཆ་དེ་ཚོ་ནང་ལ་ལྷས་བྱིན་གྱི་སྲས་མོས་གླང་ཆེན་བསད་དོ་ཞེས་བྱུང་གི་འདུག་དཱ་དེ་འདྲས་ཡོད་རེད་དཱ་ཟེར་ནས་ད་མ་དྲངས་བཞག་རེད་བ། ད་གི་དཀར་ལེབ་དྲུང་ཡིག་གིས་གསུངས་དུས། ང་རང་ཚོ་གི་བཀའ་འགྱུར་དང་བསྟན་འགྱུར་ལ་སོའི་གསུང་རབ་དང་ཡང་འགལ་འགྲོ་གི་རེད་སུམ་ཅུ་པ་ཙམ་དུ་མ་ཟད་གསུང་རབ་རྣམས་དང་ཡང་འགལ་འགྲོ་གི་རེད་གསུངས་སོ། འོ་དེ་གསུངས་ཡོང་དུས་འདི་འགལ་བ་ཡོད་མ་རེད། ད་གསུང་རབ་རྣམས་སུ་ཡང་གཞན་དུ་ཟེར་དུས་གསུང་རབ་གཞན་པ་ནང་ལ་ལྷས་བྱིན་གྱིས། སེན་མོས། གླང་ཆེན་བསད་དོ་ཟེར་དུས། དེ་ལ་བྱེ་བྲག་གཅིག། དེ་ལ་བྱེ་བྲག་གཅིག། འདིར་བྱེ་བྲག་རོ། དེ་ཚ་ནི་འདིའི་བྱེ་བྲག་དང་འདིའི་བྱེ་བྲག་བྱེ་བྲག་གཉིས་ཐམས་པ་བརྩེགས་ནས་ཏག་ཏག་གོ་རང་བྲིས་བཞག་པ་དེ་འདྲས་མཇལ་ཡག་འདུག་ཟེར་ནས་ད་ཁུ་ནུ་བླ་མས། བཀའ་ལེབ་དྲུག་ཡིན་ལ་མ་གསུངས་ཡོང་གི་རེད་རྩོད་ཡུལ་ནང་དེ་འདྲ་དགོས་ཤག་ལྷས་བྱིན་གྱི་སྲས་མོས་གླང་ཆེན་བསད་འདུག་ཟད་དེ་འདྲ་ཡོད་རེད་བ་དང་ང་རང་ཚོ་བཀའ་འགྱུར་མཇལ་ཞག་ན་ཏག་ཏག་ཡོད་རེད་བསྟན་འགྱུར་དེ་ཚོ་ནང་ལ་ཡང་ཡོད་རེད་བ་དང། ལྷས་བྱིན་བསད་དུས་བཅོམ་ལྡན་འདས་ཀྱིས་ཅུང་ལྷས་བྱིན་དེ་བསྐོ་གོ་རེད་བ། ད་གཅེན་པོ་ཡིན་ན་འདྲ་ཆུང་པོ་ཡིན་ན་འདྲ་མདོར་ན་ལྷས་བྱིན་ཟེར་དེ་རེད་དགེ་སློང་ལྷས་བྱིན་ལ་གོ། དུས་འདི་ས་ནས་ད་དེ་བྱས་དྲ་ཉིས་བརྩེགས་བརྒྱབ་པ་འདུག་ད་ཟེར་ནས། ཞེས་གནང་བའི་ལན་ནི་ད་ཁོང་གིས་དེ་འདྲའི་ཅིག་ཚུལ་གནང་བཞག་འདུག་ད་འདི་ལ་ཁོང་གིས་བཀའ་ལེབ་དྲུང་ཡིག་ཕར་ལན་རྒྱབ་ཀྱི་ཡིན་ཟེར་ད་ལན་དེ་ག་འདྲའི་རྒྱབ་འདུག་དང་པོ་འདི་ཁྱེད་རྣམ་པ་མཁན་ཨ་དེ་དགེ་ཆེན་པོར་བ། འོ་ན་གླང་ཆེན། འོ་ད་འདི་འདྲ་མ་ཤོ་ལོ་ཀ་རེད་ད་དེ་ཁོང་གིས། རྩོད་ལན་མཛད་མི་ཞིག་གིས་ཐུམ་བུ་ཆ་ཚང་ཚིགས་བཅད་ཆགས་དེར་བ་འོ་ན་གླང་ཆེན་ལྷས་སྦྱིན་གྱི་སྲས་པ་གཅིག་དང་སྲས་མོ་ཡི་སྲས་པ་གཅིག་བཅས་གཉིས་སྲིད་དམ། མེད་ན་འགལ་རྟགས་དེ་གས་ཤེས་ད་འདི་ཁོང་ལ

གླང་ཆེན་དེ་ལ་ལྷས་སྦྱིན་གྱིས་བསད་བཞག་པའི་གནས་གླང་ཆེན་གཅིག་དང། བདུད་བ། གླང་ཆེན་བསད་པ་གཅིག་དང་ཡང་སྲས་མོ་ཡིས་བསད་བཞག་པའི་གླང་ཆེན་གཅིག་ཟེར་ནས་གླང་ཆེན་གཉིས་ཐ་མ་ཡོད་རེད་བས་ཟེར། གཉིས། གང་ཡིན་ཟེར་ན་ཁོ་བྱེ་བྲག་གཉིས་འདུག་བ། བྱེ་བྲག་གཉིས་ཡོད་པ་སོང་ཙང་བྱ་བ་གཉིས་གོ་རེད་གསུངས་རེད། ད་ཀྱི་ཀོང་ཏོག་གཅིག་གསུངས་སོང་བ། འོ་དེ་བྱེ་བྲག་གཉིས་ཡོད་དུས་བྱ་བ་གཉིས་གོ་རེད་བྱ་བ་གཉིས་ཡོད་དུས་ཟ་ནི། ལྷས་སྦྱིན་གྱིས་བསད་པའི་གླང་ཆེན་གཅིག་དང་སྲས་མོས་བསད་པའི་གླང་ཆེན་གཅིག་གླང་ཆེན་གཉིས་སྲིད་ཀྱི་རེད་བས་ཟེར། ག་སྲིད་གླང་ཆེན་གཉིས་མེས་བསད་པ་ཡིན་ན་ནི།

རྒྱབ་ཁར་སོང་བ་མི་ཁྱེར་ན། མུ་ཕྲེང། མུ་ཏིག་ཕྲེང་ཟེར་བ། ཤོག་གྲངས་དོན་བཅུ་དོན་བདུན་གྱི་བསྡུས་དངོས་ཡིག་ཕྲེང་གཉིས་པ་ཟེར་བའི་དོན་དག་ཡིན་ས་རེད། གཉིས་ཀར་གསུམ་པ་འཇུག་ན་ཡང་གཙོ་དང་ཕལ་པའི་དབྱེ་བ་ཡོད། གཙོ་ཕལ་གྱི་དབྱེ་བ་ཡོད་ཟེར་ན་ཁ་ཙམ་གོང་དུ་ཞུས་ཚར་ཡིན་པ། བྱེ་བྲག་བཤད་དགོས་གསུངས་མོད་ཀྱང་མུན་པ་ཅན་ཚོས་དབྱེ་མ་བྱས་བྱེ་བྲག་ཉིས་འབྲེལ་མཉམ་སྦྱོར་ན་ས་དེ་དུ་བ་བྱེ་བྲག་ཉིས་འབྲེལ་ཟེར་ཐ་སྙད་དེ་ཚོ་ངེས་པར་དུ་ཁེངས་དགོས་རེད་ད། བྱེ་བྲག་ཉིས་འབྲེལ་ཟེར་བའི་ཐ་སྙད་དེ་བོད་སྤྱི་བཏང་གནང་དག་གོང་གི། ད་ཀྱི་ཁོང་གིས། ཚིག་ལྷུག་གི་སྐབས་སུ་བྱེ་བྲག་ཉིས་བརྩེགས་ཟེར་ནས་ཐ་སྙད་འབོད་ཅིང་ད་ཚིག་བྱེད་སྐབས་སུ་བྱེ་བྲག་ཉིས་སྦྲེལ་མཉམ་སྦྱོར་ན་གཙོ་དང། གཙོ་ཕལ་བྱེ་བྲག་སུ་ལ་དབྱེ། ད་གཉིས་ཀ་ལ་བྱེ་བྲག་སྦྱར་བྱ་བ་ཡིན་ན། ད། བྱེད་པ་པོ་གཙོ་བོ་ག་རེ་ཡིན་བྱེད་པ་པོ་ཕལ་པ་ག་རེ་ཡིན་ག་འདྲེ་བྱས་ནས་དབྱེ་བ་ཕྱེ་ཐུབ་ཀྱི་རེད་ཕྱེ་ཐུབ་ཀྱི་མ་རེད་གསུངས་བའི་དོན་དག་རེད་དེ། སུམ་རྟགས་ལག་བྲིས་གོང་དོན་དུ། བུ་བདག་སྤྲོད་སྐབས་ལྷས་བྱིན་གྱི་སྲས་མོ་ཞེས་པ་དེ་ཉིད་ལ་བྱ་བ་མེད་ཕྱིར་ཡན་ལག་དང་ཡན་ལག་ཅན་དུ་དྲུག་སྒྲར་བཞེད་གསུངས། ད་སུམ་ཅུ་པའི་གན་ལག་ཁྲིད་ཀྱི་དགོངས་དོན་ལྟར་བྱས་ན་ལག་ཁྲིད་སྲིད་དུས་ལག་ལེན་གྱི་ཐོག་ནས་ད་མ་ཁྲིད་རྒྱ་བའི་དགོངས་དོན་བྱས་ན་བོད་ཀྱི་བརྡ་སྤྲོད་པའི་སྐབས་སུ། ད་ལྷས་བྱིན་གྱིས་སེན་མོ་ཞེས་པ་དེ་ཉིད་ལ་ད་ཁོང་གིས་གསུངས་དུས་འདི་ལྷས་བྱིན་གྱིས་ཟེར་ནས་འདི་བྱེ་བྲག་དེ་རུང་གི་མ་རེད་གསུངས་ནས་འགྲིག་གི་མ་རེད་གསུངས། ལྷས་བྱིན་གྱིས་སེན་མོས་གླང་ཆེན་བསད་ཟེར་འདི་ལ་འགྲེལ་སྒྲ་བརྒྱབ་འདི་ལ་བྱེ་བྲག་བརྒྱབ་དགོས་རེད་གསུངས་ཨོ་དེ་འདི་ཁོང་གིས་ཁྲིད་ཤག་དུ་བ་འདི་ལྷས་བྱིན་གྱིས་ཟེར་དུས་འདི་བྱེ་བྲག་མ་ཡིན་པ་བྱས་འགྲེལ་སྒྲ་བརྒྱབ་ཨ་ལྷས་བྱིན་གྱིས་སེན་མོས། ལྷས་བྱིན་གྱིས་སེན་མོ།

འོ་དེ་འདྲ་བྱས་ན་ད་བྱེད་པོས་བསད་པ་དངོས་བསལ་ཏེ། ད་གླང་ཆེན་བསད་པ་དེ་སྲས་མོ་དེ་གིས་བསད་པ་ཡིན་པ་བྱེད་པ་དེ་གིས་བསད་པ་བྱེད་པ་པོ་དང་བྱེད་པ་གཉིས་ཀྱི་ནང་ནས་བྱེད་པོས་བསད་པ་དེ་དངོས་སུ་བསགས་ཀྱི་འདུག་ཟེར་ནས་བྱེད་པོ་དོན་ལ་གོ། གོ་དགོས་ད་ད་ཀྱི་གོང་དུ་ཞུས་པ་ན་ཞེས་འོ་ན་བྱེད་པ་པོ་དེ་ག་འདྲ་ཞིག་གོ་དགོས་ཟེར་ན་དོན་ལ་གོ་འགྲོ་གི་རེད་གསུངས་ནས་དངོས་སུ་བྱེད་པ་པོ་ལ་བྱེད་སྒྲ་སྦྱར་དགོས་མ་རེད་གསུངས་དངོས་སུ་བྱེད་པ་པོ་ལ་བྱེད་སྒྲ་སྦྱར་ན་འགྲིག་གི་ཡོད་མ་རེད་དེ་ཡིན་པ་སོང་ཙང་བྱེད་པ་པོ་དེ། ལྷས་སྦྱིན་ཡིན་པ། ཤུགས་ལ་དོན་ལ་གོ་དྲུག་རེད་གསུངས། གང་ཡིན་ཟེར་ན། ལྷས་སྦྱིན་གྱི་སྲས་མོའི་སྲས་པ་ཡིན་ན། ལྷས་སྦྱིན་གྱི་སྲས་པ་ཡིན་པ་དེ་ཤུགས་ལ་གོ་དགོས་རེད་གསུངས། ད་དེ་ཁོང་གིས་དེ་འདྲ་གསུངས་ཡོད་གདའ། ཤེས་པའི་ཆ་ཤས་བྱེད་པར་བྱེད་འདི་ལ་རྩོད་པ་ལ་དབྱེ་བའི་ཚེ་རྣམ་དབྱེ། རྣམ་དབྱེའམ། ཕྲད་ཀྱི་མཚམས་ཆོད་དགོས། དཔེར་ན་ད་དེ་ནི་ཡང་ཁོང་གིས་གནད་འགག་ཅིག་གར་གསུངས་ཡོད་ཟེར་ན། འདི་ལ་རྩོད་པ་ལ་དབྱེ་བའི་ཚེ་ད་བྱེད་པ་པོ་གཙོ་བོ་དང་བྱེད་པ་ཕལ་པ་ཟེར་ནས་དངོས་གནས་ཁོ་རང་དབྱེ་ཉེས་འདུག་གི་འདུག་ན། དབྱེ་བའི་ཚེ་ན་གང་འདྲའི་བཞིན་སྦྱར་དགོས་རེད་ཟེར་ན་ད་ལྷས་སྦྱིན་ལ་ཡང་བྱེ་བྲག་སྦྱར། སེར་མོ་ལ་ཡང་བྱེ་བྲག་སྦྱར་དེ་ཡིན། ད་ལྷས་སྦྱིན་དེ་བྱེད་པ་པོ་གཙོ་བོ་དང་སེར་མོ་དེ་བྱེད་པ་པོ་ཕལ་པ་ཡིན་དེ་འདྲའི་གཅིག་གི་དབྱེ་བ་ཕྱེ་འདོད་ཡོད་པ་ཡིན་ན་ད་ག་རེ་གོ་དགོས་རེད་ཟེར་ན། རྣམ་དབྱེའམ་ཕྲད་ཀྱི་མཚམས་ཆོད་དགོས་རེད་གསུངས་རེད། རྣམ་དབྱེའམ་ཡང་ན་ཕྲད་གང་རུང་གི་མཚམས་ཆོད་དགོས་རེད་མ་གཏོགས་མཚམས་མ་ཆོད་པ་ལ་ལོག་མ་རེད་གསུངས་རེད། ད་འདི་ལྟ་བུ་ཡིན་པ་ཡིན་ན་ལྷས་སྦྱིན་གྱི་སེར་མོས་གླང་ཆེན་བསད་ཟེར་དུས་མཚམས་ཆོད་ཀྱི་མི་འདུག་ཟེར་རེད། ད་དཔེར་ན་མཚམས་ཆོད་པ་ག་རེ་རེད

ད་དེ་འདྲའི་དུ། དགེ་སློང་ལྷས། དཔེར་ན་དགེ་སློང་ལྷས་བྱིན་གྱིས་དགེ་སློང་ལྷས་བྱིན་གྱིས་སེན་མོས་གར་སོགས་དགེ་སློང་ལྷས་བྱིན་གྱིས་གླང་ཆེན་སེན་མོས་བསད། ལ་བ་ཡིན་ན་ད་གཉིས་ཀ་ལ་བྱེ་བྲག་དྲིས་ན་འགྲིག་གི་རེད་གསུངས་རེད་དེ་ལ་ཡང་བྱེ་བྲག་ཡོད་རེད་དེ་ལ་ཡང་བྱེ་བྲག་ཡོད་རེད། ད་བ་ཡིག་གོང་དེ་དང་ཁྱད་པར་ག་རེད་ཟེར་ན། འདིའི་བྱེ་བྲག་དེ་དང་འདིའི་བྱེ་བྲག་གཉིས་སེན་མོ་དང་ལྷས་བྱིན་གཉིས་ཀྱི་དཔའ་རུ་ལ་གླང་ཆེན་གྱི་བར་ཆོད་དེ་ཡོད་རེད་གསུངས།

ལྷས་བྱིན་གྱིས་འབྲེལ་བ་བཞག་ན་འགྲིག་གི་མ་རེད། ཡིན་ནའི་ད་གྱིས་དེ་ལྷས་བྱིན་གྱི་སྲས་མོ་ཟེར་ན་སྲས་མོ་དེ་ལྷས་བྱིན་གྱི་ཡིན་དུས་ཙང་ནས་དྭགས་པོ་དང། ཡན་ལག་དང་ཡན་ལག་ཅན་གྱི་འབྲེལ་བ་འགྲོ་གི་རེད་བ། འོ་དེ་འདྲ་ཡི་ཁྱད་པར་ཡོད་རེད་གསུངས་འོ་དེའི་གནད་འགག་གསུངས་ཡོད་ད། གནའ་བོའི་ཡང་ཁྲེགས་ཀྱི་མཚམས་ཆོད་གི་རེད་གསུངས། དཔེར་ན་དགེ་སློང་ལྷས་བྱིན་གྱི་གླང་ཆེན་སྲས་མོའི་སྲས་ལྟ་བུ་གསུངས། ལུགས་དེ་བརྡ་སྤྲོད་གཞུང་དང་གྲགས་དེ་འདྲས་བྲིས་ན་བརྡ་སྤྲོད་གཞུང་ལ་ཡང་ལོག་གི་རེད་གསུངས་རེད་དེ། སུམ་རྟགས་ལྟར་ན་ཡང་བརྗོད་བདེ་ལུགས་ད་དེ་འདྲས་བྱས་སོང་བ་ཡིན་ན་སུམ་ཅུ་པའི་རྟགས་དུ་བྱས་ན་བརྗོད་བདེ་བ་ཡོད་རེད་བརྗོད་བདེ་ཏག་ཏག་བརྗོད་བདེ་བོ་འདུག་བ། དགེ་སློང་ལྷས་བྱིན་གྱི

ད་དེ་འདྲ་བོ་དེ་ང་རང་ཚོས་ད་ལྟ་དཔེར་བརྗོད་བྲིས་པའི་སྐབས་སུ་བྱ་བྱེད་ལས་གསུམ་གྱི་དཔེར་བརྗོད་བྲིས། སྐབས་སུ་ད་བྱེད་པ་པོ་དང་བྱེད་པ་དང་གཙོ་བོ་བྱེད་པ་པོ་དང་བྱེད་པ་གཉིས་ཡག་པོ་ངོས་བཟུང་ཡང་ད་བྱ་བའི་ཡུལ་དང་བྱ་བ་ཟེར་ནས་འདི་བཞི་པོ་དེ་ཕར་ཡག་པོ་ཅིག་ངོ་འཕྲོད་ཡ་དང་རྩལ་བྱུང་ཡ་འདི་ཆེད་དུ་ད་མ་བརྗོད་བདེ་མི་བདེ་ལ་གཙོ་བོ་མ་ལྟ་བ་ཅན་བྱེད་པ་པོ་དང་བྱེད་པ་དང་བྱ་བའི་ཡུལ་དང་བྱ་བ་ཟེར་འདི་བཞི་པོ་དེ་ད་ངོས་བཟུང་ཐུབ་མ་ཐུབ་དང་འདི་ལ་རྩལ་བྱང་མ་བྱང་གཙོ་བོ་རྩིས་ཡོད་འདུག་ཙང་ནས་འདི་འདྲའི་བྲིས་ཤག་རེད་བ་ཡིན་ན་ཡང་ད་ང་རང་ཚོ་གིས་དངོས་སུ། སྦྱོར་བ་ལག་ལེན་གྱི་ཐོག་ནས་ཡི་གེ་བྲིས་ཡོང་དུས་ད་འདི་འདྲ་བོ། དཔེར་ན་དགེ་སློང་ལྷས་སྦྱིན་གྱི་གླང་ཆེན་ཟེར་མོའི་སྲས་ལྟ་བུ་དེ་འདྲ་འདྲ་བོ་བྲིས་དགོས་ཀྱི་ཡོད་རེད་ད་ཁོང་གིས་གསུངས་པ་ནང་བཞིན་དེ་འདྲའི་རང་ཀླད་ཡར་སླེབས་འགྲིག་གི་རེད་དེ་འདྲ་བྲིས་ན་ད་བརྗོད་བདེ་པོ་ཡོད་རེད་ད་དེ་ཁོང་གིས་བརྗོད་བདེ་མ་བདེ་ཟེར་ཏེ་ཏག་ཏག་དེ་གྱོད། གཙོ་ཕལ་བྱེ་བྲག་མ་ཤེས་ན། ཐེ་ཚོམ་གཅོད་རྒྱུར་ཐེ་ཚོམ་ལངས་བརྗོད་པ་མི་བདེ་ནན་གྱིས་བཅར་དགོས་མེད།

བྱེད་སྒྲ་ཉིས་བརྩེགས་བླངས། ལྷས་སྦྱིན་ལ་ཡང་བྱེད་སྒྲ་བྲིས་ན་འགྲིག་གི་མ་རེད་ཟེར། བྱེད་པ་པོ་དེ་ལ་བྱེད་སྒྲ་མ་བྲིས་བ་ཅས་བྱེད་པ་དེ་ལ་བྱེད་སྒྲ་བྲིས་ཁུར་བྱེད་སྒྲ་ཉིས་བརྩེགས་རྩ་བ་གཉིས་ནི་འགྲིག་གི་མ་རེད་ཨ་ནི་བྱ་མས་བྱེད་སྒྲ་ཆགས་འགྲོ་གི་རེད་ཟེར་ཡག་འདྲ་བོ་དང། ཨ་ནི་ད་ལྟ་གོང་དུ་འདི་གོ་སོང། འོ་དེ། གླང་ཆེན་ལྷས་སྦྱིན་གྱི་སྲས་པ་གཅིག་དང་སྲས་མོ་ཡི་སྲས་པ་གཅིག་བཅས་གླང་ཆེན་གཉིས་ཡོད་དགོས་ས་རེད་ཟེར་ནས་འོ་དེ་འདྲ་འདྲ་བོ་ཞིག་གསུང་གི་ཡོད་རེད་བ། ད་དེ་འདྲ་འདྲ་བོ་གསུང་བ་དེ་ད། ཡག་པོ་ཅིག་ང་རང་ཚོ་གི་ཕ་ཡག་པོ་ཅིག་བལྟས་བྱ་བ་ཡིན་ན་ད་གནད་འགག་ཆེན་པོ་ཞེ་དྲག་ཡོད་མ་རེད་ད་དེ་ལ་གནད་འགག་ཆེན་པོ་ཞེ་དྲག་གང་ཡིན་ཟེར་ན་ད། སྲེད་པའི་གི་བྱ་བ་གཅིག་དེ་ལྷས་བྱིན་གྱིས་ཡང་བྱེད་ཀྱི་ཡོད་རེད་གླང་ཆེན་གྱིས་ཡང་བྱེད་ཀྱི་ཡོད་ཟེར་ནས་དེ་ནི་ས་ནི་ལྷས་བྱིན་གྱིས་ཡང་གླང་ཆེན་སྲེད་པའི་བྱ་བ་བྱེད་ཀྱི་ཡོད་སྲེད་མོས་ཀྱང་གླང་ཆེན་སྲེད་པའི་བྱ་བ་བྱེད་ཀྱི་ཡོད་སྲེད་པའི་བྱ་བ་གཅིག་ལ་བྱེད་པ་པོ་གཉིས་ཡོད་ཟེར་ནས། ཨོ་དེ་འདྲའི་ལབ་ཆོག་གི་ཡོད་རེད་བ་ཁོང་གིས་འདིས་སྐྱོན་དེ་ཏག་ཏག་ཅིག་དེ་གི་ཡོད་མ་རེད་ད་སི་ཏུ་པན་ཆེན་དང་ཁུ་ནུ་བླ་མ་ཁོང་རྣམ་པ་ལ་ཁོང་གིས་སྐྱོན་བཏང་བཞག་རྒྱུ་དེ་རྩོད་གླེང་གནང་བཞག་རྒྱུ་དེ་ཏག་ཏག་ཅིག་རྩ་བ་ཉིད་ནས་དེ་གི་ཡོད་མ་རེད་ད་གླང་ཆེན་ལྷས་བྱིན་གྱིས་བསད་པ་གཅིག་དང་སྲས་མོ་ཡིན་བསད་པ་གཅིག་བཅས་གཉིས་སྲིད་དམ་ཟེར་ད་གཉིས་གོ་ཡ་ཡོད་མ་རེད་བ་ང་ཚོ་མི་རྒྱ་གི་ཡིན་ན་ཡང་མི་གཅིག་བསད་ཆོག་གི་ཡོད་རེད་བ་བསད་བསད་བྱ་དེ་མི་གཅིག་རང་བསད་གི་ཡོད་ད་ཡིན་ན་མི་རྒྱ་གིས་བསད་ཆོག་གི་རེད་མི་རྒྱ་གིས་གྲི་བཙུགས་ནས་བསད་ཆོག་གི་ཡོད་རེད་བ་དེ་ག་ནང་བྱེད་ཅིག་ནས་ལྟ་བྱ་གཅིག་ལ་ཡང་མི་སྟོང་ཕྲག་མང་པོ་གི་མཉམ་དུ་ལ་ཡང་ལྟ་ཆོག་གི་རེད་བ་འོ་དེ་ནང་བཞིན་བྱས་ནས་བྱ་བ་གཅིག་ལ་ཡང་བྱེད་པ་པོ་གཉིས་ཡོད་ཆོག་བྱེད་པ་པོ་གཉིས་མ་ཟད་གསུམ་བཞི་ལྔ་དྲུག་ལ་སོགས་པ་ཡང་ཡོད་ཆོག་གི་རོ། དེའི་འདུན་ཚ་ནི་དེ་འདྲའི། འདི། ག་སོ་བྱ་མའི་བྱེ་བྲག་ཆགས་ཀྱི་མ་རེད་ཟེར། ད་འདི་ངེས་པར་དུ་ཁྱེད་རྣམ་པ་མཁྱེན་དགོས་རེད་ད། བྱ་མའི་བྱེ་བྲག་ཟེར་བྱེད་དུ་བ། བྱ་མའི་བྱེ་བྲག་ཟེར་གྱི་སྐྱོན་དེ་རྩ་བ་ནས་འཇུག་གི་མ་རེད། འདི། བྱེ་བྲག་དེ་ལ་བྱ་བ་མི་འདུག་ཟེར་བའི་གི་སྐྱོན་གཅིག་བཏང་གནང་འདུག་བ། འདི། སྐྱོན་ཡོད་མ་རེད་འདི་བྱེ་བྲག་དེ་གི་བྱ་བ་ག་རེ་ཟེར་ན་གླང་ཆེན་བསད་པ་དེ་རེད། འོ་ན་འདི་བྱེ་བྲག་དེ་གི་བྱ་བ་ག་རེ་ཟེར་ན་དེའང་གླང་ཆེན་བསད་པ་དེ་རེད། འདི་གཉིས་ཀ་གི། བྱ་བ་དེ་ག་རེ་ཟེར་ན་གླང་ཆེན་བསད་པ་ཡིན།